ཚང་མ་ལོ་ལོ་བསྐྱར་དུ་བཀྲ་ཤིས་བདེ་ལེགས་གནས་ལྷ་དཀར་བཟང། ད་རིང་ག་ཅིག་སྙིང་སྟོང་འདི་ལ་ངས་ག་ཅིག་རོགས་པ་ཅིག་མཉམ་པ་བྱུང་ཤག་ཨ་ནི་རོགས་པ་དེ་ང་ལ་དེ་སྐོར་ལ་བཟོས་ཐུབ་ན་ཡག་པོ་འདུག་ཁ་ཅིག་ར་ར་ང་ཚོ་བོད་པ་ནང་ལོ་ལ་བོད་པ་སྤྱི་ཚོགས་ནང་ལོ་ལ་ཅིག་ད་ཕྱི་གི་འགྲོ་ཡས་ག་ཅིག་ད་ཁ་རེས་ལ་འོ་ར་ཁ་ནི་ཁ་ཡོག་མ་རེད་ཕྱི་གས་ལ་ཁ་ལོར་ང་ཚོ་འཚོ་བ་གནས་སྟངས་ཡིན་ན་ག་རེ་ནས་གང་ཅིག་ཐོག་ནས་ཡག་ག་ཡོད་དུ་བསམ་པ་ལ་ཚང་མ་ལ་ཕྱི་གས་འགྲོ་ཡས་ག་ཅིག་ང་ཚོ་ཡིན་ན་ད། སུ་རྒྱལ་རོ་ལ་ཝར་ཨིན་ཇི་ཀེ་ན་ལ་ན་ཀི་རེ་སི་ཡོད་ར་ཧོན་དེ་དཔེ་ཤུགས་ཆེན་པོ་ཡོད་ར་བོད་པ་གཅིག་པུ་མར་སྤྱི་དང་ད་མི་རིགས་ཚང་མ་ན་ཡོད་ར་དེ་ནས་ང་ཚོ་བོད་པ་ན་འདི་ཤུགས་ཆེ་ཡོད་དུ་བསམ་པ་ཡོད་ཨ་ནི་ཨིན་དྲེ་གང་ལ་ཁ་ལོག་རེད། འདི་དགའ་ཅིག་གོ་སྐབས་འདི་དགའ་ཅིག་ཁེབས་སང་གླེན་ནས་མི་འདོད་གོ་བསྟོད་ཡོ་ངེས་ད་དཔེ་ཤ་ཟ་ངེས་ད་ཨིན་དྲེ་དཔེ་མང་པོ་འདུག་ཨ་ཧོན་དེ་གི་ཨ་ནི་ཉལ་ཅིག་ངོ་ཤེས་པ་ཅིག་གཉིས་ལས་ཆུང་ཤོས་ཨ་ཧོན་དེ་མཉམ་དུ་ཆུང་ཤོས་ཨ་ཧོན་བྱུང་དུ་བསམ་པ་ཁོ་རང་གཉིས་ད་ཁོ་རང་གཉིས་ཅག་ཡི་ད་ང་ལ་མ་ཟ་ད་ང་གཅིག་དེ་དེ་ཆམ་པ་ཡོད་དུ་ཨ་ཧོན་དེ་རོགས་པ་བུ་མོ་དེ་ལ་ཟ། དེ་འདི་སྐོར་གཉིས་འདུག་བཟོས་ཐོན་ན་ཡག་པོ་འདུག་ཁོང་ཚོ་ཡའི་སྒོར་མོ་འབུམ་མང་པོ། ཅིག་ད་འདི་ཡོད་མ་རེད་བད་ཁོ་རང scam རེད fraud རེད་ལ་ན་བརྒྱ་ཆ་བརྒྱ་ལ་ཐོས་མི་འདུག་ཡོད་ཧ་རེད་ཁོ་རང་ཚོ་མཉམ་དུ་ག་རེ་བྱུང་ཡོད་མེད་ཁོ་རང་ཚོ་ཡོད་ཧ་གོ་མི་འདུག་ཡག་པོ་བྱིན་ཤེས་མི་འདུག་ཡིན་ནས་དངུལ་ཕོན་ཆེན་པོ་ཅིག་འགྲོ་ཤེས་ར། ད་འོ་འདི་སྐོར་ལ་ཨ་ནི། ད་རང་ཚོ་བྱམས་པ་མཉམ་དུ་མ་ཡོང་བའི་ཆེད་དུ་ཨེ་འདྲ་འགྲོ་ཅིག་གང་ལ་གཉིས་འདུག་བཟོས་ཐོན་ན་ཡག་པོ་འདུག་ལ་དུས་ངེས་པའི། གྲུམ་གང་ཚ་ངས་བསམ་བློ་བཏང་དུས་བསམ་པ་ལ་ཡོད་ཅིག་བཟོས་གོ་ཡ་ག་ཅིག་གནས་ཚུལ་འགྲོ་ཅི་རེད་ཤེས་ར། ད་ཁོང་ཚོ་ག་ཕྱིར་ལ་ན་ཁོང་ཚོས་ད་དེང་སང་ནར་སིང་ཐོན་སྐྱོ་དང་དེ་ཚོ་དམིགས་བསལ་གྱི་ནར་སིང་ཐོན་སྐྱོ་དེ་ཚོ་ལ་ཕྱི་རྒྱལ་འགྲོ་ཡ་ག་ཅིག་ཕྱི་རྒྱལ་ལ་སློབ་སྦྱོང་འགྲོ་ཕྱིའི་ཨེ་འདྲས་འགྲོ་ཕྱིར་ན་ཡང་མིན་ན་རྒྱ་གར་ལ་ནར་སིང་ཐོན་ས་ཡ་བྱས་ལ་ཨེ་འདྲས་ཁ་བསྡུ་གོ་ར་འགྱིག་རྩེ་རུ་བཏང་ཕྱི་རྒྱལ་འགྲོ་བྱེད་མཁན་དཔེ་མང་པོ་འདུག་ཨ། མང་པོ་ཅིག་འགྲོ་ཡ་འགྲོ་གོ་རེད་མང་པོ་ཅིག་ཅིག་མི་ཚེ་གསེར་བུ་ཆགས་ཡོད་ར་ཡ། ཡིན་ན་ཡང་ད་ལྟ་ངའི་རོགས་པ་དེ་ཚོ་མཉམ་དུ་ག་རེ་བྱུང་ཤ་ལ་ནར་ད་ར། ཁོང་ཚོ་ལ་ཇར་མ་ནི་འགྲོ་ཡ་ག་ཅིག་ཨེ་འདྲའི་ཨོ་ཕོར་འགྲོ་ཅི་ར་ཤི་ད་ཨོ་ཕོར་ལ་ནི་ཨེ་འདྲ་འགྲོ་ལས་ཇོ་ཁོང་ཚོ་ནར་སིང་ཐོན་རྒྱུ་ཡིན་འདུག་བསམ་པ་ལ། ཇར་མ་ནི་ལ་སྐད་སྦྱང་ག་འགྲོ་ཡ་ཡིན་ལ་ནི་ཕ་ལ་བི་ཛ་འོ་འདི་ཞུ་ཡ་བྱེད། དང་པོ་འགོ་བཙུགས་སྟངས་འོ་འདིར་དང་འོ་འདི་བཞིན་ལྟ་ཉེ་གྲུམ་གང་ཚ་ཤོ་ར་ཨ་ནི་གྲུམ་ཚང་མ་མཐའ་མ་ཕོ་དོ་ཉེ། ཨ་རང་ཚོ་བ་ལ་ཆེས་ནང་ལོ་ཁྲི་རོ་ཆལ་ལོ་དེ་དེ fraud ཁོ་ཚོ་མཉམ་དུ fraud ཆགས་འདུག་གི fraud ཆགས་མི་འདུག་གི་དངུལ་གནས་རེད་ག་རེད་ཡོད་ག་ཅིག་ན་ཁོ་ཚོ་ག་ཅིག་དངུལ་མང་པོ་ཞིག་འགྲོ་ཤག་ཨ་ཁོ་ཚོ་གི་དངུལ་སྤྲད་དགོས་ཡ་རྒྱུ་མཚན་བརྗོད་ར་འོང་དེ་དོན་དག་དེ་གྲུབ་མི་འདུག་ར་ད་གྲུབ་འདི་ག་འདྲས་དང་པོ་ག་འདྲས་སུ་གོ་བཙུགས་འདུག་ལ་ནར་ད་ར་ཁོ་ཚོ་ལ་དང་པོ་ག་ལ་དུ། ཉེ་ལ་ཚབ་ན Germany ལ་ཨ་ནི Nursing ཐོན་རྒྱུ་འདུག་ལ Germany ལ་ལས་ཀ་ར་ཡི་རེད་ཟེར། ཨ་ནི་ལས་ཀ་ར་ཡི་འདི་ད་རྒྱ་གར་ནས་མ་ཐོན་ནས Germany ལ་འགྲོ་ཡས་ག་ཅིག Visa འདི་ཆུགས་ར Visa apply བྱེད་དུས་བསམ་པ་ལ Visa འདི་ག་རི base གང་བྱེར་འདུག་ལ་ན། ཕེ་རྒྱ་ལ Nursing ལས་ཀ་བྱས་ཡིན་ད་ཨིན་དྲ་འགྲོ་མར་བྱེད་ད། དེ་ནས་ནས་ཁ་ལེགས་འདུག་ང་ཚོ Germany ལ Germany ག་ཅིག་སྐད་འདི་སྦྱང་ག་འགྲོ་ཡས་ཡིན་ལབ།

ཁ་ར། ཨ་ཨཱིན་སི་ལའི་སྒྲོག་འགྲེལ་དག་ཧོན་ཏི་ད་དོག་དོག་ང་ཚོ་དཀྱུས་མ་ནང་ལ་ན་ར་ཨེ་ཝན་དང་ཨེ་ཏུ། བི་ཝན་བི་ཏུ་ཨིན་དྲ་ལའི་སྒྲོག་འདུག་ར་ལེབལ་ཐང་ང་ཚོ་ཡིན་ན་ཛི་འདྲ་དང་པོ་གཉིས་བ་སྒྲོག་ཡོད་ར། ཧོན་ཏི་རུ་ཁོ་རང་ཚོ་སྐྱེས་ག་ཅིག་ནང་ཨིན་དྲ་སྒྲོག་འདུག་ར་ཛི་འདྲ་ལོ་ག་ལོ་ག་སྒྲོག་འདུག། ཧོན་ཏི་ཁོ་རང་ཚོ་ཕེ་ཀེ་ལ་ལས་ཀ་བྱི་ད་ལས་ཀ་བྱི་ཡས་ལ་སྐྱེས་ཉུང་ད་ལ་དི་གམ་སི་ཅིག་སྐོར་ལ་བྱོ་ར་ད་ཧོན་ཏི་བི་ཝན་བི་ཏུ་ག་ཚོད་ན་ང་ཧའོ་མེ་ད་ཧོན་ཏི་སྐོར་ལ་ཨིན་དྲ་རུ་བྱི་ཕ་དོ་ཨ་ནི་ཕེ་ཀེ་ལ་ཡི་གི་ཆང་སི་ར།

ཡུ་རོབ་ལུང་པ་དུ་ཡང་བྲོས་ལ་འབུམ་བཅུ་དགུ་ཉི་ཤུ། ཉི་ཟག་གསུམ་ཨེ་འདྲེ་རུ་སྐྱེ་འཆི་ཤི་དང་ཡ། ཨ་ཁེ་སི། ཨ་རི་དང་ཀ་ནེ་ར་རུ་དང་ཨེ་འདྲེ་ཆང་ས་རྫུན་མ་རྒྱ་འགྲོ་ན་ད་ཨ་བུ། ས་ཉི་མ་ང་མཐོ་སློབ་ཡིན་དུས་ཁོ་རང་ནས་ཡོ་འབུམ་བཞི་བཅུ་ལྔ་བཅུ་སྐྱེ་འཆི་ཤི་དུས་ད་ར། ད་ཨ་མདའ་འདི་ལས་མང་ང་འགྲོ་མེད་ན་འདི་ལས་ཉུང་ང་འགྲོའི་ད་ཅང་ཚོགས་ར་ཡོ་མ་ར་ཡ། ཨེ་འགྲོ་ཅིག་འདི་བྱེད་དུས་སོང་པ་ཁོང་ཚོས་གིས་འུ་འདི་ཡིས་ཨོ་ཕོར་ཡག་པོ་རུ་ཤུ་ཐོག་ཡིན་སར་ད་ར། ཨུ། ཁོང་ཚོས་ཨོ་ལ་ད། ཐོ་འོད་ལ་དུས་སམ་པར་ར་ཡ་འབུམ་གཉིས་གསུམ་ལ་འདི་ཕྱི་ཡུལ་དུ་ལ་ན། གཅིག་ང་ཚོ་བོད་པ་འཛུ་སྤྱི་དང་ནི་ཕྱི་ཁའི་འགྲུལ་ཡ་ལ་ར་ཡ་དུས་རྒྱུན་དུ་ནི་སྐྱོ་འོད་ནས་ད་ནང་སྐྱོ་འོད་ནེར་ད་ར། ཕྱི་ཁའི་འགྲུལ་ཡ་ལ་ན་འབུམ་ཉི་ཤུ་ཉི་ཙང་ག་ཚོད་གོ་ཡ་ནས་སུ་སུ་ལ་རང་ཕྱི་མའི་ཁ་བ་ནས་དོན་གྱོ་ནེར་རེད་ཨེ་བརྒྱུད་དུ་གཏོར་གྱོ་ནེར་རེད་ཡ་མེད་ན་གཡས་གཡོན་སུ་སུ་ངོ་ཤེས་འབའ་དུ་ཨ་ནི་བོད་ལུན་ལེན་གྱོ་ནེར་རེད་འབའ་དུ་ཨ་ནི་བོད་ལུན་ལེན་གྱོ་ནེར་རེད་གང་ལྟར། འབུམ་ཉི་ཤུ་ཉི་ཙང་ག་ཚོད་འགྲོ་གྱོ་ཡོད་ནར་ད་ར་དཔེ་ཆ་དེ་གང་ཚ་གྲ་སྒྲིག་བྱེད་ཚུར་ད། རེད་མ་རེད་འགྲོ་སྟངས་ར་ཡ། ད་འོ་འདི་ཡ། དཔེ་ཚོའི་ར་ཡ་ཐ་རིང་པོ་བྱ་འོ་མ་རེད་ང་རང་ཨ་ཅག་ཕྱི་རྒྱལ་བྲོས་ར་ཡ། ངའི་ནང་ནས་བི་ག་འདྲེས་འདི་བྱས་མོད་ད་ང་ཚོ་ཧ་གོ་གོ་ར་ཡ། འོ་འདི་ད་གང་ལྟར་ནང་སྐྱོ་ག་ཚོད་ཅིག་ཡིན་ནེར་ད་ར་འབུམ་ག་ཚོད་གོ་འདུག་ལ་ནེར་འགྲོ་སོང། ག་ག། འབྲུག་རེད་ལ་ནེར་ར་ཚང་མ་བཏོན་ཡོར་ད་བཏོན་ད་སོ་སོ་ནང་ནས་བཏོན་མེད་ནི་ངའི་ལ་ས་ཡེ་གོ་ག་ནས། ཤར་ནུབ་གོ་ག་ནས་ལག་པ་བརྐྱངས་ནས་ག་འདྲེས་ཐབས་ཤེས་བྱེད་དགོས་ནས་ཐབས་ཤེས་བྱེད་ཐུག་འོར་ད་ར། ད་ཨེ་འདྲེས་བྱེད་ཐུག་གི་ཡོད་དུས་བསམ་པ་ལ་ར། འབུམ་གཉིས་གསུམ་ལ་ན་ཁོང་ཚོ་གི་པད་ཁྱེའུ་མཐོང་ནས་མི་འདོད་ལམ་ས་འོ་ལ་དོ་འོ་ལབ་སྐད་ཆ་བཤད་ཡ་མ་དེ་བྱེད་དུས་བསམ་པ་ལ་ཐ་བི་ཛ་ཨེཔླའི་བྱས་ག་ཅེས་སྐད་ཆ་འགྲོ་བཤད་ཡ་མ་དེ་བྱེད་དུས་ཁོང་ཚོ་ག་ཅེས་ཨའི་སི་འགྲོ་དང་གཅིག་ད་ང་ཚོ་གཉའ་ག་ཉོ་གའི Documents སྒོ་ར་ད་ཚ་རོ་ཚོ་རེད་འདུག་ཚ་རོ་ཚོ་རེད་ད་མ་ད་འོ་མ་འདུག་མོ Documents ཡིག་ཆ་འདྲ་མི་འདྲ་འཛུགས་གོ་ཁྱོད་ཚོ་པར་བཏང་ཤོག་གཅིག་བྱེད་ཤོག་ལ་དེ་ཁོང་ཚོ་པར་བཏང་ཡ་མ་ཡོད་ཕྱི་ད་ཡ་ཅེས་དངོས་གནས་འགྲོ་ད་དངོས་གནས་ཡིན་གྱིར་ད་ང་ད་ཧ་གོ་མ་ར་ཨེ་འགྲོ་ཨ་ནེ་འདྲེ་འགྲོ་བྱས་དེ་བྱེད་དུས་བསམ་པ་ལ་རྗེས་ལ་ཧ་ལ་དུ་ཐ་བི་ཛ་ཨེཔླའི་བྱས་ལ། ཁར་ཇར་མ་ནི་གཞུང་གིས་ཨ་ནི་ཨིན་ཏྲེ་བི་ཛ་ལ་ཁ་ལོར་ཏ། ཀེ་ཀེ་ཇང་ག་གྲོའི་ད་དེ་ཚོ་ལ་ཅན་ཇི་སྟི་ཅི་བཟོས་ཤ་ས་ར་ཀྱ་ག་ནི་ཡ་ཨེ་པླའི་བྱས་ལ། ཨ་འདི་ལ་ད་བ་གསུམ་ནི་ད་བ་དྲུག་ཀྱི་མ་འགྲོ་གོར་ས་རེས་མི་འདོད། ཨ་འདི་ད་བ་གསུམ་ནི་དྲུག་ཀྱི་མ་བར་ས་ལ་ག་དེ་ཁྱོད་རང་ཚོ་སྟོང་པ་དེ་ནི་ཁ་ཅིག་ག་ཁྱོད་རང་ཚོ། ཀེ་ཨོན་ལན་ཀེ་ཇང་ཡ་འགོ་བཙུགས་ལས་ཅི་མེད། ཨོན་འདི་ལ་ཟུང་ལ་ས་ར། ཨོན་ལན་ཀེ་ཇང་ཡ་འགོ་བཙུགས་ལ་དུས་སམ་པ་ལ་ཁོང་ཚོ་ཡི་ཁ་ཅིག་ཏུ། ཨོན་ལན་སྐྱེས་འདུག་ད་སྔོན་ཆད་ན་ཨོན་ལན་སྐྱེས་སྦྱངས་ལ་ན་ཡིན་གྱི་མིན་གྱི་འགྲོ་སོང་བཏང་བ་མར་དེང་སང་དཔེ་ན་ཏྲོའུ་ལིང་གོ་ལའི་ཏྲོའུ་དང་ཨིན་ཏྲེ་ཐ་ཨེབ་ཁོ་ར་ཨེབ་ད་ཡུའུ་ཏུབ་ནས་པའི་བྱ་ང་ཡོད་རེད་ཡུའུ་ཏུབ་གི་འཛུ་ད་ཤ་ད་ར་ཨེབ་འདྲ་མི་འདྲ་ཡོད་རེད་ཨོན་ལན་ག་བ་ནས་སྦྱངས་སྦྱངས་དངུལ་སྤྲད་མོ་གོ་དངུལ་སྤྲད་མོ་གོ་ཧྥེ་རི་ལ་མི་འདོད་ག་བ་ནས་སྦྱངས་སྦྱངས་ཡོད་ར་ད་ར་ཡིན་ནས་ཁོང་ཚོའི་ཁ་ལ་དུ་ང་ཚོ་ད་ཁོང་ཚོ་དེ་ནས་དེ་ཡར་འགྲུལ་ར་ཅིག་འོང་དེ། འགྲོ་ནི་བྷེ་གྷལ་ཇར་མ་ནི་ཁོ་རང་ལ་སླེབས་ནས་སྐད་ཡིག་སྦྱང་ས་ག་ཅིག་སློབ་གྲྭ་བརྗོད་ར་བཏང་ཚོ Institute བརྗོད་ར། འོན་ཏེ་ཁོ་རང་ཚོ་མཉམ་དུ་འབྲེལ་བ་བྱས་ན་ཁོ་ཚོ་གིས Online འཛིན་གྲྭ་བཀྲིས་ཀི་རེད་ཟེར། ཨ་ཁྱོད་རང་ཚོ་དེ་ནས་ནས་ཉུང་མཐའ་ལ་ཨེ་ཝན་དེ་དེ་ནས་སྦྱང་ནར་ད་ར་ཡང། དེ་ནས་སྦྱང་འགྲོ་ན་བྷེ་གྷལ་སླེབས་ན་ཁྱོད་རང་ཚོ་ལ་ལས་སླ་རུ་འགྲོ་རེད་ཁྱོད་རང་ཚོ་ལ་ད་ཁ་ལོག་རེད། གོ་ནས་སྦྱང་འདོད་བསམ་པ་ལ་ཤིང་ལས་སླ་ད་དེ་ཚོ་ཡོད་ར་ལ་ནས་མི་འདོད་ཨེ་འདྲས་ལ། འདི་ལ་འདོད་བསམ་པ་ཁོ་ཚོས་ད། ད་ཚོད་ཡི་གནས་པའི་ཨེ་འདི་འདི་བྱེད་དུས་བསམ་པ་ཡིད་ཆེས་ལི་ར་ད་དེ་གམ། ཨ་ཧོ་ལ་ནི་འགྲིག་གི་རེད་ལ་འཛིན་གྲྭ་འདི་གླེང་དང་ཨེ་ཝན་འཛིན་གྲྭ་འདི་གླེང། ཨེ་ཝན་འཛིན་གྲྭ་གླེང་དུས་བསམ་པ་ལི་ར་ཡ་ཨེ་ཝན་ག་ཅི་ད་ཕིས་འདི་འདུག་སྤྲེའོ་ར། འཛིན་གྲྭ་ག་ཅི་ཕིས་སྤྲེའོ་རེད་ལ་དུས་བསམ་པ་ཕིས་ཡོད་མ་རེད་ནམ་རྒྱུན། ག་ལ་འོ་རེད་ད། ངས་ག་ཅི་ཨ་ཅག་བི་ཆི་ཁའི་ལུས་ཡོད་རེད་ཡུ་རོབ་ལ་ཡོད་རེད་ཁོང་ཚོ་ཁོང་ཚོ་མཉམ་དུ་སྐད་ཆ་བཤད་ཡ་མ་ཉེས་སྐད་ཆ་བཤད་ད་ང་འདི་དྲུང་འདི་ལས་དུར་ད་ངས་ཁོང་ཚོ་མཉམ་དུ་སྐད་ཆ་བཤད་བྱེད་དུས་བསམ་པ་ལ། ཁོང་ཚོ་འི་ལ་ཚ་ནམ་རྒྱུན་ཨེ་ཝན་ག་ཅི་འཛིན་གྲྭ་ལ་ར་ཡ། ཁོ་མོ་ཉིས་བརྒྱ་ཉིས་བརྒྱ་ལྔ་བཅུ་ཟིན་ན། ཁོ་ཚོ་གིས་ད་ངའི་རོགས་པ་འཛུལ་ལ་ཨེ་ཝན་ག་ཅིག་འཛིན་གྲྭ་ག་ཅིག་པེ་ཤ་ལེན་རྒྱོ་ཤོད་ར་དངུལ་ལེན་རྒྱོ་ཤོད་ར་འོང་འདི་ད་བློ་རེ་ཤི་ད། གུ་མུ་སྟོང་དགྲ་བགེགས་བཅུ་དགུ་བཅུ་དྲུག་ལེན་ཤི་ར་ཡ། གུ་མུ་ད་པེ་ན་ནམ་རྒྱུན་དུ་ནི་གུ་མུ་འདྲེ་ཉི་ལ་སང་ཉིས་བརྒྱ་ལྔ་བཅུ་སུམ་བརྒྱ་ད་ཡ་མང་དག་ལ་བཞི་བརྒྱ་དྲུག་ན་ད་ཕ་ཅོ་ལ་བརྒྱད་བརྒྱ་དྲུག་ལེན་ཤ་ཇོ་ད། ཨེ་འདུག་ད་གུ་མུ་སུམ་བརྒྱ་ནམ་རྒྱུན་གུ་མུ་སུམ་བརྒྱ་ཡིན་ན་ཁོ་ཚོ་གུ་མུ་དྲུག་བརྒྱ་ལེན་འདུག་གོང་གོ་ར་ད་བློ་རེ་ཤི་ལ་སི་ར་ཡ། ད་འོ་འདི་བི། ད་སྒྲུག་བར་ད་འོ་འདི་བི་གལ་སྲིད་འདི་གམ་སླད་ནི་བི་རྗེས་ལ་ཐར་གྱི་ཡོད་ན་དོན་དག་འགྲུབ་རྒྱུ་ཡོད་ན། སྟོང་དགྲ་བརྒྱད་ཅུ་དགུ་བཅུ་ཁའི་གོང་ཆེན་པོ་མ་རག་ངོ་ཆེ་ན་རག་ད་འབུམ། ཧུར་ཚུགས་འབུམ་གཉིས་གསུམ་ག་ཅིག Estimate དེར་ད་གཉིས་གསུམ་འགྲོ་འགྲོ་སོང་འགྲོ་ལ་འབུམ་གཡས་ད་འབུམ་ལྔ་འགྲོ་བ་བྱས་ཤི་ད་འབུམ་བཅུ་འགྲོ་བ་བྱས་ཤི་ད། དོན་དག་གོ་འགྲུབ་ན་འགྲིག་གོ་རག་ད་ད་ལྟ་ལོ་ཁ་ཅིག་ཏུ། འོ་འདི་ལ་ནི་ཨེ་ཝྃ་འཛིན་གྲྭ་གླེང་ལབ། ཨེ་ཝྃ་འཛིན་གྲྭ་གླེང་དོ་ད་ཁོང་ཚོ། ཉི་རོག་པ་གཉིས་སུ་ཡོད་ད་འདི་ནང་ལོ་ལ་ཨེ་ཝྃ་འཛིན་གྲྭ་གླེང། ཨེ་ཝོན་འཛིན་གྲྭ་ལ་ཉེ་ལ་ཚ་སྟོང་དགྲ་བརྒྱད་ཅུ། ག་ཚོད་རེད་ད་གང་ལྟར་འབུམ་ལྟར་འབུམ་ལྟར་གླེང་མི་འདུག་བརྒྱད་སྟོང་དགྲ་བརྒྱད་ཅུ་དགུ་བཅུ་ནང་ལོ་འགྲོ་འདི་གླེང་ཤེས་ར་ཡ། ཨེ་ཝོན་འཛིན་གྲྭ་གླེང་ད་ད་འཛིན་གྲྭ་འགྲོར་ད་ཁོང་ཚོ་འཛིན་གྲྭ་འདི་བྱེད་ཚང་མ་བྱེར་ད་ར། འདི་བྱེར་ལ་ད་ཨེ་ཝོན་ཟླ་བ་གསུམ་ནས་དྲུག་འགྲོ་ལ་འདི་བསམ་པ་ལ། ད་ཨེ་ཝོན་འདི་ཚ་ཚ་བར་དོ་ལ་བི་ཟ་ཁོ Apply བྱས་ག་ཅིག་དུས་ཚོད་ཁོ་གླེག་གོ་ར་ད། ཚར་གོ་ར། འདི་ཀྱི་མ་ལ་འབྲེལ་བ་ག་གོ་ཅིག་ཨེ་འབྲེལ་འགྲོ་ཨབ་འབྲེལ་འགྲོ་འདི་ཁེལ་གོ་ཅིག་མེད་སྐྱོ་ཆེ། ཨེ་འགྲོ་གཉའ་ཁ་སྨྱོན་འགྲོ་འཇིགས་ཆེན་ཟེར། ཐ་དེ་རྗེས་ལ་གང་ལྟར་ཨེ་བར་འཛིན་དྲག་པོ་རྫོགས། འདི་བསམ་པ་ལ། ཐ་ཕ་ནའི་ཡི་གེ་བསླབ་ཉེས་དགེ་ལ་བརྗོད་ར་འོན་དེ་ག་ལ་བ་རེ་ཐ་ཨེ་དཀྲུག་འགོ་ཚུ་ལ་བར་ཐ། ཐ་ཨེ་དཀྲུག་འགོ་ཚུ་ཡང་ཨེ་དཀྲུག་དེ་ལ་ར་ཡ་ཨེ་འདྲེ་ཤི་ཐ་ཨེ་བར་འགའ་ཅིག་དངུལ་ལོ་ག་ཨེ་དཀྲུག་ག་ཅིག་དངུལ་ལོ་ག་ཚང་མ་ལོ་ག་ལོ། ཐ་ཡང་ཨེ་དཀྲུག་དེ་ལ་ར་ཡ་ཡང་མགོ་ནས་སྟོང་ཕྲག་བརྒྱད་ཅུ་དགུ་བཅུ་ཤི་སྤྲོ་དོ་ཡ། ཨེ་བར་འགའ་ཅིག་ཡིག་རྩེ་བཏང་འདི་བྱས་ལ་ར་ཡ་ཡང་མགོ་ནས་ཡིག་རྩེ་བཏང་ཡང་འགའ་ཅིག Certificate དང་དེ་ཚུ་གླེང་དགོ་ར་འོན་དེ་བྱེད་དོ་ར་ཡ་ཡང་དཔེ་ཆ་ཐོས་པ་ད་བདུན་ཚང་མ་བྱེད། ད་འོན་ཏེ་བྱེད་དུས་བསམ་པ་ལ་ཉིན་རོགས་པ་གཉིས་ནས་ད་རོགས་པ་གཅིག་དེ་ཡི་ཁ་ཕྱེ་འདུག་ལབ་ན། ཨོ་ཁེ་ད་ཨེ་ཝན་འདི་དུས་ཚོད་འདི་གམ་སུ་འགྲོ་རེད། ཕ་ཇོ་ནས་གྷེ་ཀོ་ཇི་ཨེ་འདྲའི་བྷི་ཛ་ད་ཨེ་འདྲའི་གྷེ་ཀོ་ཇི་ལ་ཨེ་མེད། ཅིག་གྷེ་ཀོ་ཇི་དེ་མེད་དུས་བསམ་པ་ལ་མོ་ཨི་ཏིས་ཨེ་འདྲའི། ཨོ་ཁེ་ད་དེ་ད་ཆོས་མེད་སྐྱོར་འགྲོ་ཆུ་རྟགས་སྟོང་དྲ་དགུ་བཅུ་གཅིག་གཉིས་སྤྲད་སར་ད་ཡང་སྒོ་ནས་སྟོང་དྲ་དགུ་བཅུ་སྤྲད་ལབ་ན།

མོ་ཡོད་མ་རེད་ད་བླ་ཁྱིའི་མི་འདུག་ལ་སྟ་ག་ལ་འོ་རེད་འཛིན་གྲྭ་ད། ཁྱེད་རང་བསམ་སྟངས་ད། ཁྱེད་མཚན་གང་འདྲིའུ་ཏྲི་དེ་མ་ལས་ཆུ་ཚོད་ཁ་ཤས་ཉག་ཐ་དེ་ཀྱེ་མ་ཆུ་ཚོད་ཁ་ཤས་ཀྱེ་མ་དུ་ལོ་ཆུ་ཚོད་དུ་ལོ་ཏྲི་ཡས་འདུག་བྱེད་འོ་རེད་ཟ་ཡས་འདུག་ཟོས་འོ་རེད་ཁྱེད་ཕ་གས་དེ་ནས་འཛིན་གྲྭ་ཨོན་ལའིན་འཛིན་གྲྭ་དེ་གླེང་གོར་ད། ངོ་འདི་ད་མོ་ཡ་སྙིང་རྗེ། ཨེ་འདྲེ་ང་ཡོང་གི་མི་འདུག་འཛིན་གྲྭ་ཡ་ཏག་ཏག་ཡོང་གི་མི་འདུག་ལས་ཀ་སླེབས་པའི་ཨེ་འདྲེ་ད་ཏག་ཏག་བོད་སྐོར་ལ་བརྒྱ་ཆ་བརྒྱ་དོ་སྣང་སྤྲད་མ་ཐུབ་ཀྱེ་མ་ལ་ང་རང་གཟུགས་པོ་བུས་ཟ་ཡས་བཏུང་ཡས་འཛོལ་ཏག་ཏག་མ་ཆགས་བྱེད་དུས་ན་ཚ་རེད་ལ་ནི་མོ་ཁ་ཅིག་རེད་ལ་འོས། ལེ་ག་ཡུག་ད་ཡ་མོ་གི། ལེ་ག་ཡུག་ད་བད་ཁོ་ར་ནང་ལ་བསྡད་ཤར་ད། Full time ནང་ལ་བསྡད། སྐད་ཡིག་འདི་རང་སྦྱངས། འཇར་མ་ནི་ཐར་ན་ང་འགྲིག་ས་རེད་ང་ད་ལྟ་ལེ་ག་དེ་མ་ཕྱིན་ནས་ང་འགྲིག་ས་རེད་ལ་ནི་མོ་ལེ་ག་ཡུག་ར་ད། ལེ་ག་ཁོ་ར་འགྲོ་གི་མ་རེད་བད་ཁོ་ར་ནང་ཁོ་ར་བསྡད་ཡི་གི་ཡི་གི་སྦྱང་ཡ་འདི་རང་ལ་དོ་སྣང་སྤྲད་ནས་ནང་ཁོ་ར་བསྡད་ཤར་ད་ར། ད་འོན་ཏེ། རོགས་པ་གཅིག་འདི་ད་ཨོ་ཨེ་ད་ཨེ་འདྲ་ཕྱིན་ན་ང་ཡོང་ས་མ་རེད་ལ་ནི་ར་ད་ཨེ་འདྲའི་དངུལ་སྤྲད་བསྡད་གོ་ཡོད་ན་ད་ང་ཨེ་འདྲའི་ཨི་དགའ་ས་ད་ང་ང་ར་ལེ་ག་མ་ཕྱིན་ན་ང་ལ་དཔེ་ཤ་བི་མེད་ལ་ནི་རོགས་པ་འདི་ཁ་ཆེ་ཤ

ཨོ་འདི་ལ། ད་འདི་ལ་དུ་མོ་ཡིན། ཨན་ཨོ་ཁེ། ད་ཨིན་ཏེ་ཨིན་ན་ནི་ང་ཡིག་རྫས་བུད་གཏང་གི་མེད་ག་ཡོད་མ་རེད་གཡུགས་ཤིག་ལ་ཇོ། ང་རང་ཁ་ར་ཨེ་མ་ཡིག་རྫས་གཏང་མི་ལ་དེ་ཤི་ཨེ་ཀྲུའུ་དེ་ལེན་གི་མེད། ང་རང་ཡིག་རྫས་དེ་ང། ཁོ་ཚོ་བདུན་ཕྲག་གཅིག་སོར་གྱི་དུས་ཚོད་སྤྲད་ཡིན་སར་ད་ར་མོ་ཁ་ལ་དུ་ང་ཡིག་རྫས་གཏང་ཡ་དེ་ལ་ང་ལ་ཟླ་བ་གཅིག་དུས་ཚོད་སྤྲད་རོགས་གྱིས། ང་རང་ང་རང་འདི་ཉིན་ཁྱོད་རང་ཚོ་ལབ་ཤེས་གྱོད་ད་ང་ཚོ་ནོར་སི་ད་ཨིན་ཏེ་ཡོད་ར་ཡར་ཡིག་ལབ་དུས་སམ་པ། ཨོ་དེ་ནས་འཇང། ཨོན་ལ་འཇང་ཨིན་ཏེ་ཕྱིན་ང་ཡིག་རྫས་གཏང་ག་ལི་གི་ཡིན་ལ་དུས་ཁོ་ཚོ་འགྲིག་གི་རེད་ལ་ད་ཡ། འགྲིག་གི་རེད་ལ། ད་འདི་བརྒྱད་ལ་ཡིག་རྫས་གཏང་ག་འགྲོ་དུས་སམ་པ་ལ་ཁ་ལ་དུ། ཁྱོད་རང་གིས་ཨེ་འདྲས་རྒྱག་འདུག་ཨ་ཟེར་ནས་དེའི་ཁ་བྲལ་ཡིག་རྩིས་བཏང་ཡས་དེ་རྒྱག་འདུག་བསམ་པ་ལ་ཡང་འདི་ལ་ཡུ་རོ་དྲུག་ཅུ་རེ་བརྒྱད་ཅུ་རེ་གོན་སྤྲད་འོག་ལེགས་འདུག་ལ་ཟེར། ད་འདི་ལ་དུས་མོ་ཡོད་ད་ད་ཞག་ཞིག་ལ་ནི་མོ་ཡོད་ཡིག་རྩིས་ཧོར་བཏང་ཡོད་མ་རེད་འདི་སྒང་ལ་འཛིན་གྲྭ་ཧོར་ལེན་ཡོད་མ་རེད་ད་ར། ད་རོགས་པ་བྱམས་པ་དེ་ར་ཨིན་རྗེ་ཨེ་ཝན་སྟོང་ར་དགུ་བཅུ་ཧོར་སྤྲད། ཨེ་ཀྲུའུ་ལ་བི་ད་སྟོང་ར་བརྒྱད་ཅུ་དགུ་བཅུ་ག་ཚོད་གླེང་ཡིན་ན་འོན་ཏེ་སྤྲད། འོན་ཏེ་བི་ཁ་རེད་འོན་ཏེ་ཕལ་ཆེར་མོ་ཡིག་རྩིས་བཏང་ཨེ་ཝན་ཨེ་ཀྲུའུ་གཉིས་ཀ་ཡིག་རྩིས་བཏང་ར་བུ་མོ་དེ་ད་ཡ། དེ་རྗེས་ལ་ཁ་ཆེ་རེད་བི་ཝན་ད་ད་བསམ་ན།

ད་ཕ་ནི་སྐྱེས་སྦྱངས་རེད་སྤར་ཆ་རེད་ལན Certificate བཅོས་ར་དེ་ཚོ་ལ་མཐོང་ཡོད་མ་རེད་ལེགས་འདུག་ལ། Germany ཁོ་རང་ཚོ་གི་ཁོ་རང་ཚོ་ད་ཨེ་འདྲའི་ས་ཆ་ཚང་མ་ལ་དཔེར་ན་ང་ཚོ Canada རུ་ད་ཨེ་འདྲ་བྲོས་ན IELTS བཏང་གོ་རེད་ལ་འགྲོ་དང་ཡང་འདི་ཁ་ས་ཨ་རི་ལ་བཏང་ཨ་རིར་བྲོས་ལ་ཡང་བྱམས་པ་འབྱོར་ད་ཞེས་མིང་དྲན་པ་ཅིག་ཨ་རིར་བྲོས་ལ་ཡང་ཡིག་རྩལ་བྱམས་པ་ཞིག་བཏང་གོ་རེད་ཨེ་འདྲ་འགྲོ་ད་སུ་སུ་སུ་ལུང་པ་སུ་སུ་སུ་ལ་ཅིག་འགྲོ་ཨ་ཡིག་རྩལ་ག་ཅིག་ཡིག་རྩལ་འགྲོ་ད Institute འདི་ག་ཅིག་གོ་རེད་ལ་འགྲོ་ད་ཨེ་འདྲ་ཡོད་ར་ད། འོང་འདི་ཁོ་རང་ཚོ་ག་གི་སས་རེད་ག་རེད་ཅིག་ལ Germany ག་གི་འོང་འདི་ཨེ་འདྲའི་ཁག་གཉིས་ཅིག་འདུག་ལ་ར་ཡ Institute གཉིས་ཅིག་འདུག་ལ་སློབ་གྲྭ་གཉིས་ཅིག་འོང་འདི་གཉིས་ནས་ཡིན་ན་ར་ཡ་ཨ་ནི་གཞི་ནས་ཁས་ལེན་གི་རེད་ངོས་འཛིན་བྱེད་ཀྱི་རེད་ལ་ཡི་འདུག་ལ་དེ་འདུག་ཞམ་པ་དེ་ཚོ་ག་གི་ལ་མཐོང་ཡོད་མ་རེད་ལ་ཡི་འདུག་ལ་ད་མཐོང་མེད་ན་ར་ཡ་སྙིང་རྗེ་རོགས་པ་གཅིག་གི་ག་གི་རེད་ལས་ཀ་གཡུག་ནང་དེར་ད། ཐབས། དངུལ་དང་དངུལ་འགྲོ་སྐྱོར་དེ་དག་གཡུགས་ཤྟར་དུས་ཚོད་འཕྲོ་བརླག་ག་ཚོད་སྤྲོད་ཐབས་མོ། མོ་གི། ལས་ཀ་གཡུགས་ནས་ནང་བསྡད་ནས་ཡིག། ཕ་སྐད་ག་ཅིག་ཁོང་ཚོ་ག་ཅིག་འཛིན་གྲྭ་ལེན་རྒྱུ་བརྗོད་ར། འོང་དེ་དུས་ཚོད་དེ། མོ་གི་གལ་སྲིད། ཨེ་འདྲའི་དུས་ཚོད་ལྟ་དངུལ་སྤྲད་སྐྱོར་དེ་གཅིག་པུ་མ་རྟ་མོ་དུས་ཚོད་དེ་མོ་རང་ལས་ཀ་ལ་སྤྲད་ཡོད་ན། ཟླ་བ་རྟག་པར་མོ་རང་མང་ཉུང་ཞིག་མ་བྱས་གླ་ཆ་བབ་ཀྱི་ར་ད་མོ་ལ། འོང་དེ་གཅིག་གྱོང་ར་ས། གླ་ཆ་ཁོ་རའི་མེ་བ་ཆད། འདི་གང་སོ་སོ། སྦ་བོ་ནས་གླ་ཆ་གི་ས་བྱ་སྐྱོར་མོ། དཔེ་ཆ་སང་ཞྭ་སྐྱོགས་སྦྱོར་ར་ལས་ཀ་ནས་འོང་འདི་ནང་མི་དང་འཛུལ་ནང་མི་དང་མོ་རང་འགྲོ་སོང་ལྟ་ཡང་ཚབ་ལ་འདི་ལ་འགྲོར་ལྟ། གཉིས་ཆ་ས་དུས་ཚོད་འཕྲོག་ལགས་སུ་གཟུགས་པོ་ལ་དཀའ་ངལ་ཐོག་ལགས། ད་སྐྱེས་འཛུགས་བསྟི་ཤིང་ན་ད་ག་ལ་སློབ་སྦྱོང་ལ་དེ་བྱིས་ས་ཡོད་རྗེས་ལ་ར་ཡ། བོད་ཆོལ་བཏང་ནས་མ་བཏང་ནས་བོད་ཆོལ་གླས་ནས་མ་གླས་ནས་གྱོང་ར་ལས་དེ་ལ་ར་ང་ངོས་འཛིན་མེད་ད་ར་ཡ། ཁ་ཅིག་ལ་ན། ཅིག། ཡོན་ཏན་ལས་དེ་རག་ཚ་དུས་ཚངས་པ་ལ་རྔམ་ཅི་མ་ཞིག་ཕན་མཐོ་བོ་རེད་ཕན་མ་མཐོ་ནས་ཏེ་ཁ་ལོག་རེད་ཡིན་དུས་བུ་ཆུ་བཏང་ས་མ་རག་ནས་སོ་སོ་སྲ་བ་ཅིག་ཤིང་ར་དེ་ལ་ད་གྱོང་འོད་དམར་དེ་ནས་དུས་ཚོད་འཕྲོ་ལ་འགྲོ་རྒྱུ་དེ་དངུལ་འགྲོ་རྒྱུ་དེ་མོ་རང་ལས་ཀ་གཡུག་ནང་བསྡད་རྒྱུ་གླ་ཆ་གྱོང་རག་རྒྱུ་དེ་དེ་ཚོ་ཚང་མ་འཕྲོ་ལ་རོ་ཨ་ནི། འདི་བྱས། ད་ཕ་ཆོ་འདི་ད་སྙིང་རྗེའི་བི་བྷན་བར་དུ་འགྲོ་རྒྱུ་དེ་ད། སྟོང་དང་བརྒྱད་ཅུ་དགུ་བཅུ་བརྒྱད་ཅུ་གོ་བཅུ་བརྟན་པོ་སུབ་སྤྲེལ་དང། ཡིག་རྫས་རྒྱང། Postpone། བཏང་ནས་དེ་དུས་ཚོད་གོ་དེ་ལ་ཡིག་རྫས་རྒྱང་ནས་བཏང་རྒྱུ་དེ་ལ་དངུལ་ཐོལ་བ་སྤྲེལ་ཡང་རྒྱོ། འདི་གང་ལ་ཡང་རྒྱུ་ཁ་ཆེ་རེད། Visa Apply བྱེད་ཁར་འགྲོ་རྒྱུ་དེ་ལ། ད་འགྲོ་སོང་ག་ཚོད་སྤྲོད་རུང། Visa Reject ཆགས་རྒྱུ་དེ་ལ་དངུལ་སྤྲོད་རེད། གཟུགས་པོ་ཡར་མར Travel བྱེད་རྒྱུ་ཐང་ག་ཚོད་ཆོད་དཀའ་ལས་ག་ཚོད་ཁ་རེད་ད། ད་འོན་ཏེ་ང་དང་ད་ང་ལ་གྲུམ་ཤིང་ངའི་གྲོགས་མོ་བརྗོད་ར་ང་ང་རང་གཉིས་ད་ཅིག་ཨེ་འདྲེ Scam འགྲོ་ཅིག་མཐོང་སོང་དེ་དེ་ཡོད Scam ལ་ནི་ད་ཕ་ཇོ་དེ་ག་ཅིག་ག་ལ་འོར་ད་ང་ཚོ་གི་དང་ཤུལ་འབྲེལ་བ་བྱེད་ངེས་བརྗོད་ར་ཁོ་ག་ཅིག་འདི་ནང་ལོ་ལ་དོག་པ་ད་སེམས་པ་ནང་ལོ་དོག་པ་ད་ཨེ་འདྲེ Scam བྱེད་ག་ཅིག་མེད་ན་བརྗོད་ད་ར་གང་ལྟར། ཀྱེ་མ་ལ། དངུལ། ཕོན་ཆེན་པོ་ཅིག་སྒྲོལ་ར་ད་ག་ཤེད་ཅིག་ག་ཅི། དོན་ལྟ་ཅད་མི་འགྱུར་སྒྲོལ་ར་ད་འོ་འདི་པས། ད་འོ་འདི་ད། ང། ང་ད་ངའི་རོགས་པ་འདི་མོ་རོགས་པ་ང་ལ་དྲུང་བཤད་མཁན་དེ་ང་གཉིས་སྐད་ཆ་བཤད་དུས་སམ་མོ་ང་ལ་ལ་ད་ངའི་ངའི་ད་ཧབ་ཏུ་བ་ལ་འདི་ད Scam རེད་དོ་ཨ་ང་ད Scam རེད་འོ་རང་མཐོང་གོ་འདོད་ལ་ཡིན་པ་ཡ། ད། མོ་ལ་འབྲེལ་བ་བྱེད་མཁན་འདི་པི། མི་ཅི་ཡོད་ར་འོ་འདི་པི་བོད་པར་ད་དང་པོ་འབྲེལ་བ་བྱེད་མཁན་ད་མོ་ཡི་ལ་ས། Okay ད Scam ད་འདྲ་བོ་འདུག་ང་བི་པ་ཤ་ཡན་དྲ་མང་པོ་འགྲོ་བྱེད་ལ། ཨ་ཁ་རེ་ཨེ་ཀྲུག་ག་ཅི་འཛིན་གྲ་འདི་འཛོམས་མོ་ཡི་ཉི་མ་ཁ་ཤས་ཤིག་འགྲོ་ཡིན་ས་རེད། དངུལ་མ་སྤྲད་ནས་འགྲོའི་མེ་ཕིས་དང་པོ་སྤྲད་འོ་རེད་ལ་དེ་མོ་འོང་ད་ལྟ་སྤྲད་འོ་ང་ད་ལྟ་ལས་ཀ་བྱེད་མི་འདུག་ང་ལ་དཔེ་ཆ་མེད་ང་ལས་ཀ་བྱེད་ནི་མ་ཤེས་དཔེ་ཆ་སྤྲད་མེད་ལ་དུ་བསམ་པ་ལ་མོ་གིས་ཉི་མ་ཁ་ཤས་ཟིན་གྲྭ་ལེན་ཡིན་ས་ལྟར་ཨ་དེའི་རྗེས་ཉི་མ་ཁ་ཤས་ཤིག་བྱེད་ལ་མི་འདུག་ད་ཨེ་དཀྲུག་ག་ཅིག་ཟིན་གྲྭ་ག་ཅིག་དངུལ་ཁུ་ཤོ་ཁུ་ཤོ་ལ་ནི་ཡ་དེ་ཤ་བོར་བཏང་གི་འདུག་མོ་ལ message དཔེ་མང་པོ་ལིས་འདུག་ལ་ས་ལྟར་ཨ་དེ་ཚོ་བཏང་མཁན་ཚང་མ་ཡང Germany ཁོ་རང་ནི་ད་སློབ་གྲྭ་ཅན་ཁོང་ཚོ་ཟིན་གྲྭ་ལེན་སྐོར་ར་འོ་འདི་སློབ་གྲྭ་འདི་ག་ཅིག་རྒྱལ་ལ་དང་དེ་ཚོར་ད་ལོ། བོད་པ་ཅོ་ཅོ་དུ་མར་ད་བོད་པ་ཅོ་ཅོ་དེ་ལ་དངུལ་ཁོང་ཚོ་གིས་སྤྲད་ཡོང་མ་རེད། བ་མོ་ད་ལྟ་ངའི་རོགས་པ་མཛོད་ལ་སོགས་ཇི་འདྲ་ལས་ངན་འདུག་ཁོང་ཚོ་གིས་བོད་པ་ཅོ་ཅོ་དེ་ལ་དངུལ་སྤྲད་མ་རེད། སློབ་གྲྭ་འདི་ལ་སྤྲད། ད་ཡིན་ནའི་སློབ་གྲྭ་འདི་སློབ་གྲྭ་འདི་ང་ཚོ་ད་ག་ལོག་རེད་ངའི་རོགས་པ་དེ་ཚོ་ཁོང་ཚོ་མཉམ་དུ་ཀོན་ཀྲེག་ནང་སྤྲད་ངེས་དེ་ཚོ་རེད་འོ་འདི་བོད་པ་ཅོ་ཅོ་དེར་ད་ཡང། འོན་ཆེ་ར་ད་མོ་ཡིན་ལ་ཇོ། ག་ལོག་རེད། ད་དངུལ་དེ་ཚོ་ཚང་མ་རྒྱལ་ལ་དེ་ལ་སྤྲད་རེད་ཨ་ནི། ཇར་མ་ནི་ཁོ་རང་རྒྱ་ཆེ་རྒྱལ་ལ་ཇར་མ་ནི་ཁོ་རང་ག་ཅིག།

Scam ཆགས་རྒྱུ་འགྲོ་འདུག་ང་རང་མཉམ་དུ Scam ཆགས་རྒྱུ་ཆགས་རྒྱུ་རུ་ཚོར་གྱི་འདུག་དངུལ་ཕོན་ཕོན་ཆེན་པོ་ཅིག་འགྲོ་སོང་མོ་ད་ཡིན་ནའི་སྟོང་ཕྲག་ག་ཚོད་དགུ་བཅུར་ཅིག་མ་ཞིག་འགྲོ་མི་འདུག་དགུ་མོ་གཅིག་ཡིན་ནའི་བིར་ད་ར་ཆོས་སྨོད་རྒྱུ་འགྲོ་སོང་ག་ཅིག་བཏང་བར་ད་མ་རེད་འོན་འདི་ད་མོ Scam ཆགས་རྒྱུ་འགྲོ་འདུག་ཨ་ནི་ཡིན་ནའི་བིར་རྒྱལ་ལགས་འདི་དང་འཇར་མ་ནི་ག་ཅིག་ཡི་གེ་བསླབ་ཉེས་འདི་དང་འདི་ཡོད་ར་ད་ཕ་སྐད་ག་ཅིག་རྒྱལ་ལགས་གཉིས་གསུམ་ཅིག་འདུག་འོ་འདི་འཛུགས་ཀྱིས Scam བྱེད་རྒྱུ་རུ་ཚོར་གྱི་འདུག་བོད་པ་ཅོ་ཅོ་འདི་ཡིན་ནུས་ལན་མ་རེད་ལ་ཟེར་ར་ཡིན་ནའི་མོ་ང་ལ་དྲུམ་བྱེད་དུས་བསམ་པ་ངས་སྐད་ཆ་ཚང་མ་ཉན་དུས་བསམ་པ་ལ།

ཁ་ལོ་ཨེ་འདྲ་འགྲོ་ལ་ང་ཡ་གཅིག་ཡ་ག་ཡི་ནས་རེ་གཅིག་འདུག་ག་ཡི་ནས་ང་དེ་ཚོའི་ནང་བཟོའི་ག་བུ་བོར་མེད་དར་ང་རང་ཁ་ལོར་ཉལ་གི་གཅིག་ང་རང་མི་ཚང་མ་ལ་སུ་སུ་སུ་སྒེར་གི་འཚོ་བ་ཡོད་དུས་ང་བི་སྒེར་གི་འཚོ་བ་འཇམ་འཇམ་ཨོ་ཁེ་ད་ཁོ་རང་གཉིས་ག་གཉིས་འདུག་ཟོས་ངན་གཉིས་འཁྲུག་པ་ཤོར་རེད་ལ་ནར་དར་ད་གཉིས་འདུག་ཟོས་ངན་གཅིག་དེ་གཅིག་བླུ་བྱམས་པ་དེ་གཅིག་བླུ་ད་ཟོས་ངན་ཚང་མ་ད་ང་བི་གཅིག་མཉམ་དུ་མ་བྱམས་པ་བྱས་རྩེ་ཤོར་ནར་དར་ང་རང་ཐོང་ད་ན་ང་རང་ཡག་པོ་ཡོད་འདུག་བསམ་པ་ལ་ང་ནོར་མེད་བ་ད་ང་འགྲིག་ཡིན་པ་ག་ཅིག་ཉེས་ཀི་ཡོད་པོན་ད་ཁ་ལོ་རེད་དོན་ཚན་བཅུ། ད་ཉུང་མཐའ་ལ་གྲང་ཡ་ར་དང་ཕ་ཇོ་དེ། ང་རང་ཡ་ག་ཡིན་མེད་ག་ཇི་བཅུ་ས་གྲང་ཡ་ཆེ་ཕ་ཇོ་དེ་ག་ཇི། སྡུག་ཅག་ཡིན་པས་ཉི་ཤུ་ས་གྲང་ཡ་ཡོད་རྒྱུར་ད་ང་ལ་ར། ད་ག་ན་ཤིང་ཕ་ཇོ་ས་ཡར་དེའི་བརྙན་ཐུང་བཟོས་ངེས་དེ་ཡིན་ད་ཕ་ཇོ་ས་ཡར་དེའི་ཐུག་པ་ཤོར་ས་དེ་གི། ཁོ་རང་གི་མཐོང་སྟངས་ལ། གལ་སྲིད་ཉེས་ཀྱིས་ང་རང་ཡག་པོ་ཡིན་ལ་ཉེས་ཀྱིས་པོན་བཅུ་ལ་ན་ཕ་ཇོ་ངོ་དེ་ཁོ་རང་ཡག་པོ་ཡིན་ལ་བཅུ་ནས་མང་ང་མེད་ནས་བཅུ་ནས་ཉུང་ང་ད་ལ་ཡོར་བསམ་གྱི་མི་འདུག་ཉེས་ཡོ། ཚང་མ་སོ་སོའི་ཐོང་ཐང་ལ་སོ་སོ་འགྲིག་ཡོད་རེད་སོ་སོ་ནོར་ཡོད་མ་རེད། འོན་ཏེ། གཉིས་ཀ་ག་ཅིག་བལྟ་ནས་ང་རང་གི་ཐོང་ཐང་ལ་ཨོ། གཡེལ་བ་འདི་རྭའི་རིན་སར་དང་གཡོལ་མ་འདི་ནོར་རིན་སར་དང་བསམ་ནས་ད་ར་ང་རང་བསམ་ང་རང་རོགས་པ་གནང་རོགས་ཨོ་ཨེ་འདྲ་ཆ་ད་ཨེ་འདྲ་ཆ་ད་རོགས་ལབ་མ་གཏོགས། བརྙན་ཐུང་འགྲོ་ང་ཟོས་ཟོས་བོར་མི་བྱེད་ད། ཡག་ག་སྡུག་ག་ག་རེ་ཡིན་པ་ང་རང་གནས་ཚུལ་ཧ་ཤ་ད་ང་རང་ད་སོ་སོའི་ཧ་གོ་སྐྱོ་འདི་ཡོད་ར་ཨོ་ཁེ་ཁོ་ནོར་རེད་ཁོ་འགྲིག་རེད་སོ་སོ་མདུན་ལ་བྱུང་འགྱོ་འདི་ཡོད་ར། འོ་དེ་ཚོ་བས་ང་འདི་བྱེད་མེད་ད་བརྙན་ཐུང་ནང་ད་ང་ཟོས་བོར་མེད་འཛུལ་བོར་མེད་ད་ར། འོན་ཏེ་ཡང་དག་སྙན་མོ་བླངས་པ། ཁྱོད་རང་ཁུངས་སྐྱེལ་རབ་བཀྲོལ་ཏག་ཏག་སྐྱེལ་མེད་ན་ང་ཨེ་འདྲ་སྙན་ཐུང་བཟོས་མེད་ལབ་པ། འདི་ལ་དུ་མོ་གིས་རབ་དཔར་དུ་འདུག་གང་ཚ་བཏང་གང་ཚ་བཏོན་འདི་བྱེད་དུས་སམ་པར་ར། ཨ་ནི། དངུལ་སྤྲད་ཤ་སྤེ་ཤ་བཏང་སྐྱོ་དུ་འཛུམ་པའི་ང་ལ་བཏོན་སི་ད་གང་ཚ་ཡ། འོ་དུ་འཛུམ་པའི་ཚང་མ་ཐོངས་སི་ད་ར་ཡ། ད་འོན་ཏེ་ཡིན་དུས་སམ་ང་ད་ལྟ་འདི་ནང་ལོག་པར་འགྲོ་ཁག་པོ་ཞིག་ལོས་མེད་རོགས་པ་མིང་བི་དོན་མེད། ཨ་ནི། ཁ་རེ་ཕ་ཇོ་ངོ་རྒྱལ་ལགས་དང་བོད་པ་ཅོ་ཅོ་དེ་དག་སུ་གང་བྱས་ཀྱི་མིང་དོན་མེད་ར་ཡ། ད་འོ་འདི་ཉིད་ཀྱི་སྐམ་ཆ་རེད་ལ་ལ་ཡིན་མེད་ད་ཁོ་རང་ཚོ་གི་ཨེ་འདྲས་ཚོར་གི་འདུག་ཨ་འདི་སྐོར་ལ་གཅིག་བཤད་ན་ཡག་པོ་འདུག་ཁ་ཅན་ལ་ན་ཁོ་ཚོ་ཁོ་ཚོ་དེ་སླད་ཡོད་ན་བཞིན་ཁོ་ཚོ་ཁ་ལ་བ་ད་ཁོ་ཚོ་བི་མགོ་ཁོར་ནི་དངུལ་སྤྲད་ར་ད་དངུལ་ནི་ཉེ་ཡི་ཁ་ལ་ཁོ་ཚོ་བི་ཁ་ལ་བ་ར་ང་བི་ཁ་ལ་ཡོད་ལ་ན་བད་ཁོ་ར་སྐམ་ཡིན་མེད་ཧ་གོ་མ་ར་ད་ཁ་ཅན་ལ་ན་ཕ་ཆོ་བོད་པ་ཆོ་ཆོ་དེ་དངུལ་ནོ་ཁོ་རང་གི་ཁོ་ར་ལྷག་བསམ་རྣམ་དག་བྱེད་ནི་མི་འདོད་ད་བོད་པ་མི་གཅིག་ལ་ཕན་ན་ཕན་ཚམ་ད་འདི་གི་མ་ལ་ཁོ་རང་ལ་ཀ་མི་ཤེས་འགྲོ་ཡོད་ནད་རེད་མེད་ནད་རེད། བོད་བ་པོ་གཅིག་ཡ་ཐར་ནི་མི་ཚེ་སེར་ཆ་གནས་པའི་ཆ་ར་ཡ། ད་འོ་འདི་བསམ་ནི་བའི་བྱེད་ཡིན་སྲིད་ཀྱི་རེད་ཡིན་ནས་ཁོང་ཚོ་གིས་ཁོ་རང་ཚོ་དངུལ་འདི་འཕྲོ་ལ་འགྲོ་དུས་བསམ་པ་ལ་དེ་ལ་ཁོང་ཚོ་དོན་དག་འདི་མ་འགྲུབ་དུས་བསམ་པ་ལ་མི་གཅིག་གཉིས་མ་རེད་ཤ་ད་ཁོང་ཚོ་འཛིན་གྲྭ་ནང་ལོ་ཕལ་ཆེར་མི་དྲུག་བདུན་འགྲོ་རྒྱུ་ཡོད་སར་རྒྱ་གར་བའི་འདི་ནང་རྒྱ་གར་བའི་འདུག་ལ་ས་ར་ཡ། ཨ་ནི་མི་དྲུག་བདུན་ནང་ལོ་འདྲ་མི་གཅིག་ལ་བའི་བི་ཟ་རག་མི་འདུག་ད་མི་གཅིག་བི་ཐར་མི་འདུག་ཨ་ད་འཇར་མ་ནི་འགྲོ་ཐུབ་མི་འདུག་ར་ཡ། འོ་འདི་གིས་ཨ་ནི་ཁོང་ཚོ་མོ་ཐོག་ཁོང་ར་གཉིས་འདི་ཐོག་པ་ས་ནི་ང་ལ་ལ་ར་ཡ། ཁྱོད་རང་གཉིས་འདུག་ཟོལ་གྱི་ཡ་འདི་སྐོར་ལ་བཤད་ན་ཡག་པོ་འདུག་ཁ་ཆེ་ན་ན། རྗེས་མ་མི་གཞན་པ་ལ་ཨེ་འདྲེ་ལེ་ནར་ད་ར་སྤུ་གུ་གཞན་པ་ལ་ཨེ་འདྲེ་ལེ་ན་བི། སུ་སུ་ད་ཁ་ལོ་བོ་རེད་དངོས་གནས་ཡིན་མེད་གཅིག་ཁ་ལོ་བོ་རེད་ང་ཚོས་ན་བརྟག་ཚུལ་བྱས་འགྲོ་ད་ཏྲེས་བྱས་ད་མིག་བལྟ་ཡ་འཛུལ་ཡ་ར་ཡ background check བྱས་འདུག་དེ་ཚོ་ལ་གཅིག་དོ་སྣང་མང་ཡ་ཏྲེས་ནས check བྱས་ནས་ཨ་ནི་དངོས་བལྟས་ཡ་ད་ཚོ་གཅིག་ཡོད་ར། འོ་ད་འདི་ཚང་མ་ལ་ཕན་ན་ཕན་རེད་ལ་ནི་ཁྱོད་རང་འདི་བཟོས་ཐུབ་ན་ཡག་པོ་འདུག་གཉིས་འདུག་འདི་བཟོས་ཐུབ་ན་ཡག་པོ་འདུག་ས་ཁ་ཙམ་ལ་ཟེར་ད་ང་ལ་ཟླ་བ་གཅིག་སུ་འགྲོ་ས་ལམ་ཡོད། ང་འདྲའི་ད་འདི་གང་ལ་ཟོས་འོ་ཡོད་ན་མེད་ན་བསམ་བློ་འགྲོ་མང་པོ་བཏང་ཡ་ད་མ་ད་འདྲའི་འགྲོ་ཕྱིན་ད་ངས་ཞག་བཤམས་པ་བྱུང་ན་ད་མ་ཟོས་འོ་འགྲོ་བསམ་ཟ་ར་ཡ། ཨ་ཨ་ད་ཁ་རྫིང་ངེད་ཅག་རང་འདི་འདི་ཁ་ཚ་བི་བྷན་ཁྱི་སྐྱོ་འདི Reject ཆ་ཨ་ནི་ཁ་ལོག་རེད་འདི་ཁོ་ཚོ་ག་ཅིག Certificate དེ་ཚོ་ལ་འདི Value མེད་རེད་འདྲའི་ཅིག་ལབ་དུས་བསམ་པ་ལ་ད་འདི Okay ད་དངོས་གནས་གལ་ཆེན་པོ་རེད་ཤག་ལག་འོད་འགྲོ་ཅིག་རེད་ཤག་འགྲོ་ཤག་བསམ་ཟ་ར་ཡ། འོང་འདི་བྱས་ནས་ད་རེས་བརྙན་ཐུང་འདི་ཨེ་འདྲ་འགྲོ་གྱིས་ད་རང་ཚོ་ཨ་ནི་ག་བསམ་གྱི་འདུག་རང་དུ་བསམ་པ་ལ་འདི Scam རེད་བསམ་གྱི་འདུག་ཡ་དངོས་གནས་ཀྱི་ཨེ་འདྲའི་འགྲོ་ཉེན་ཡོད་རེད་ག་འདྲས་རེད་རང་ཚོ་ཨེ་འདྲའི་ཨེ་འདྲའི Through ནས་འགྲོ་རྒྱུ་ངོ་ཤེས་པ་འགྲོ་ཡོད་ཡ་སུ་སུ་འགྲོ་རྒྱུ་ཨེ་འདྲའི་ཡོད་ན་འོལ་ཆས་ནང་ཡིན་གྱི་མིན་གྱི་དྲི་རོ་བྱ་ལོ Scam ཆ་ཡོད་ན Scam ཆ་སྐྱོ་འགྲོ་འདུག་རང་ཚོ་འདི་སུ་སུ་བསམ་ཚུལ་འདི་དྲི་རོ་བྱ Scam ཆ་རེད་མ་རེད་བསམ་གྱི་འདུག་གལ་སྲིད Scam ཆ་རེད་བསམ་གྱི་འདུག་ན་ར Thumbs down བྱ་རོ་བྱ་གལ་སྲིད་ཉེ་ག་གྱི་བརྙན་ཐུང་ཟིན་མཁན་མང་པོ་གྱི་ནང་ལོ་ར། འདི་ག་ལེགས་འདུག་ང་ལ་བརྙན་ཐུང་ལྟ་རྒྱུ་ཡོད་ལེགས་བཀྲིས་ཤིང་རྒྱུད་ལེགས་བཀྲིས་ཡོད་ཡིན་ནའི་བི comment བྲིས་ཤིང་མེད་ལ་ངས་འདི་ལྟ་ཡ་འོ་འདི་སྐྱམ་ཆ་རེད་བསམ་གི་འདུག་ནར་ད་ར་ཨེ་འདྲེ thumbs down emoji ཅིག་བཞག་རོགས་བྱས་ལོ་གལ་སྲིད་ཨེ་འདྲེ type བྱེད་མ་ཐུབ་ངས་འགྲོ་ཡི་ནར་ད་ར་བྲིས་ཤིང་ངས་འདི་ཚོ་ད་བར་ལ་བྲིས་ར་སྐྱམ་ཆ་རེད་བསམ་གི་འདུག་གི་སྐྱམ་ཆ་ཡོད་མ་རེད་འདི་ཁ་ལོ་རེད་སྐྱམ་མ་རེད་སུ་སུ་ཁ་ལོ་ད་སློབ་གྲྭ་ཡི་གེ་སྦྱང་ས་སློབ་གྲྭ་ལེན་ས་འདི་ནོར་རེད་ཨེ་འདྲེ་འགྲོ་ད་ཨེ་འདྲེ་ག་བསམ་གི་འདུག་འོ་འདི་བྲིས་རོགས་བྱས་ལོ།

སྦྱར་ནར་ད་ར་ཕེག་ནམ་གྱི་དུས་ཀྱི་ནང་ཚོ་ཀོ་ཡུལ་སྦྱར་གྱི་ཡ། འོ་འདི་ཀོ་ཡུལ་འགྲོ་རེད་ཡིན་ནའི་འདི་ཀོ་ཡུལ་དུ་སྦྱར་གྱི་ར་སྦྱར་ནི་ཏིས་ཏེའི་ར་ཁོ་རོ་ཁོ་རོ་ཡ། ཅིག་བྲོས་འགྲོ་སྟོན་གྱི་དུས་ཡ་ཧིད་འོ་འདི་ཧིད་པླ་སྟར་རེད་ད། ཚ་བོ་ཆེ་གི་དུས་ཡ་ཡ་སྦྱར་ཚ་ཨེ་རེད་འདི་གང་ཚ། འོ་འདི་གི་ཨ་ནི་གཟུགས་ད་འཛུལ་དཔེ་ཡག་པོ་འདུག་ར། ཐ་ཡང་ལེགས་ར། ད་ལྟ་ད་བྲོས་ཁ་རེ་ཨེ་འདྲའི་ཏྲེ་ནི་བི་ཟི་ཨེ་འདྲའི་རྨོངས་ཆ་ཚ་རེད་ཨེ་འདྲའི་ཀོ་ཡུལ་སྦྱར་དགོས་ཨེ་འདྲའི་ལ་ནར་ད་ར་ཡ། ང་འདི་ག་རེ་ལ་སྦྱར་གྱི་ལ་ན་ང་ཚོ་བུ་མོ་འཛུ་པི་རེར་སྟི་ཡ་ཡ།

ལགས་སོ། ཨཱ་ནི་ཕལ་ཆེར་ད་རེས་བརྙན་ཐུང་འདི་འདི་ག་ས་རང་ཡིན། ད་ཧོ་འདི Scam ཆགས་ཡི་མེད་ཧ་གོ་མ་སོ། ཨཱ་ནི་ངས་ག་ཅིག་བརྙན་ཐུང་འདི་ག་ཅིག་དམིགས་ཡུལ་འདི་ག་རེད་བོད་པ་མི་འདི་ལ་ནག་པོ་ལས་འགྲོ་དང་ཅིག་ཨེ་འདྲེ། ཁ་ལོ་ཕྱི་རྒྱལ་འགྲོ་ངས་དཔེ་ཤ་དངུལ་གྲ་སྒྲིག་བྱེད་ཐུ་བོར་ལས་འདུག་དེ་ཚོ་ནག་པོ་ལས་འགྲོ་དང་ཨེ་འདྲེ་སྐད་ཆ་འགྲོ་ནག་པོ་ཤི་ནག་པོ་བྱས་འགྲོ་དང་མི་ལ་གནོད་སྐྱེལ་འགྲོ་དང་ཨེ་འདྲེ་འགྲོ་ཁག་གོ་ཅིག་མེད་འདའ་ལོ། མ་འོངས་པ་གལ་སྲིད་ཨེ་འདྲེ་རང་ཚོ་ལ་ཨེ་འདྲེ་ཕྱི་རྒྱལ་འགྲོ་ཡས་ག་ཅིག་འགྲོ་དང་ཨེ་འདྲེ་འགྲོ་ག་ཅིག།

ཁྱོད་རང་གཉིས་མདུང་སུས་ངེད་བཀུག་པ་རེད་ཁྱོད་རང་ག་ཅིག་རོགས་པ་དངུལ་སྤྲད་ངེད་དེ་བཀུག་པ་རེད་ལབ་ན་ད་འོང་དེ་ང་ཚོ་ཚང་མ་བཀུག་པ་ཡིན་སྲིད་ཀྱི་རེད་ཡིན་ནའི་ད་ང་ཚོ་ན་ཞིང་བཀུག་པ་གཅིག་གཉིས་ཕྱི་ལོ་ལ་ཡང་རྒྱུ་ཡོད་མ་རེད་ལ་ནི་ལ་ཐུག་མ་ར་འོང་དེ་ཆེད་དུ་ད་མགོ་བོ་མ་ཐེབས་པའི་ཆེད་དུ་དང་ད་ཁ་ལོ་ད་ཁོང་ཚོ་མགོ་བོ་གཡོག་མེད་ནའི་ད་དངུལ་འཕྲོ་ལ་མ་འགྲོའི་ཆེད་དུ་མི་འདོད་དམིགས་ཡུལ་ད་ག་རང་ཡིན་འོ་དེ་ཆེད་དུ་བཟོས་ར་ངེད་མདུང་དེ་ལ་བཟོ་ཨ་ནི་ཆེད་ནང་བྲི་རོ་བྱི་ཡ་ག་བྲི་ནས་བྲི་སྡུག་ག་བྲི་ནས་བྲི་ལ་བཟོ་ཨ་ནི་བོད་རྒྱལ་ལོ་དེ་ག་རང་ཡིན་བ་བའི།